ཐོག་མ་དེ་རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁག་ཅིག་ཤོད་པ་ཡིན་ལ་ད་ང་ཚོའི་ཉེ་ཆར་གནས་ཚུལ་གཅིག་གི་ནང་ལོ་ཡ་རྒྱ་གར་གྱི་ཧིན་རྡུའི་མཆོད་པ་ནི་བོད་ཀྱི་གངས་རིན་པོ་ཆེའི་གནས་སྐོར་བྲལ་དང་འབྲེལ་བའི་ཐོག་ནས་ཞུས་པ་རེད། བྱས་ཙང་གི་རྒྱ་གར་གྱི་ད་ལྟའི་གནས་སྐོར་བ་ཁག་ཅིག། ནི་ད་ལྟའི་ལི་པུ་ལེགས་བརྒྱུད་ནི་ལ་ཨོར་ད་ལྟ་ཏེ་ར་ཏུན་ངོ་ཅོག་ནི་ཕར་འགྲོ་གི་ཡོད་པ་དང་ཁ་ཅིག་སི་ཀིམ་ངོ་ཅོག་ནི་འགྲོ་གི་ཡོད་པའི་གནས་ཚུལ་དང་འབྲེལ་བའི་ཐོག་ནི་བལ་ཡུལ་སྲིད་གཞུང་ནི་རྒྱ་གར་དང་རྒྱ་ནག་གཉིས་ཀ་གི་གཞུང་ཚབ་ཡང་ཡི་གེ་བཏང་བྱས་ག་འདྲ་ཀེ་ལཱ་ཤི་མཱན་སོར་བར་ཡཱ་ཏྲ་ར་བ་ད་ཁོང་ཚོ་ག་འདྲ་གངས་རིན་པོ་ཆེའི་གནས་སྐོར་བ་ནི་ད་ལྟའི་ལི་པུ་ལེགས་བརྒྱུད་ནི་འགྲོ་བས་ན་འགྲིག་མ་རེད་ཕ་གིའི་ས་ཆ་དེ་རྩོད་རྙོག་ཡོད་དེ་བས་ས་ཆ་རེས་ག་འདྲ། བལ་ཡུལ་གྱི་ཤེས་བྱ་བ་ཕྱི་ན་གཅིག་སྟོང་བརྒྱད་བརྒྱ་བཅུ་དྲུག་ལོ། སུ་ཀ་ལི་ཁྲིམས་འཆར་ནང་ལོ་ཡ་ལག་རེ་གན་གའི་ནང་ལོ་ཡ་ནི་དེ་གི་བལ་ཡུལ་ཁོངས་གཏོགས་ལ་བཙུགས་ཡོད་རེས་དམ་ནི་ཞུ་ཡོད་པའི་མི་ཚོའི་གཅིག་དང་བལ་ཡུལ་ཕྱི་སྲིད་བློན་ཆེན་ཤི་རི་ཁ་ནལ་གྱི་ཤེས་བྱ་བ་ཕྱི་ན་གནས་སྟངས་འདི་དང་འབྲེལ་བའི་ཐོག་ནས་བལ་ཡུལ་གྱི་ཆབ་སྲིད་ཚོགས་པ་ཚང་མ་མཉམ་དུ་གྲོས་མོལ་བྱས་བྱས། ནི་མཐའ་མའི་ཐག་གཅོད་བྱས་པའི་ཐོག་ནས་ནི་དུ་ས་གཞུང་ཚབ་གཉིས་ལ་ནི་དུ་ཞིག་གིས་བཏང་བ་ཡིན་ཟེར་ནས་བཤད་པའི་གནས་ཚུལ་བཅས་རེད་འདི་ཤག་རྒྱ་གར་གཞུང་ཚབ་ཀྱི་ལག་རོ་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་ཕྱི་ཚུ་གཅིག་མ་ཕྱིན་པར་དེ་མ་ཐག་ཏུ་ལན་འདེབས་བྱས་བྱ་ཀེ་ལ་ཤི་མན་སོར་བར་གྱི་ད་ལྟའི་གནས་སྐོར་འགྲོ་བསྡད་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ནི་ཡོད་བསྡད་པ་རེད་ཟེར་བ་ནི་ཁྱེད་ཚང་གི་དེའི་ད་ལྟའི་དཀའ་ངལ་གསར་པ་དེ་འདྲའི་གལ་མ་རེད་གནས་ཚུལ་གསལ་པོ་མ་རེད་ཟེར་བ་ག་འདྲ་བལ་ཡུལ་གྱི་ཕ་གིའི་ས་ཆ་དེ་ད་བདག་དབང་རྩོད་པ་འདི་ལ་ང་ཚོ་གིས་མཐའ་གཅིག་ཏུ་ངོས་ལེན་བྱེད་ཀྱི་མེད་དང་ན་ཞེ་འདི་ལ་ནི་ལོ་རྒྱུས་རྒྱབ་ལྗོངས་མེད་པའི་གནས་ཚུལ་རེད་ལབ་ཆེད་ངོས་ལེན་བྱས་མེད་པའི་གནས་ཚུལ་བཅས་རེད་འདི་ཤ་ད་འདི་ནང་ལོ་ཡ་གནས་ཚུལ་གཅིག་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ། ལྔ་བཞི་ནས་འགྲོ་གི་ཡོད་ན་ལྔ་བཅུ་ང་དགུ་བར་དུ་འགྲོ་དུས་ནི་རྒྱ་གར་ག་འདྲས་སུ་འགྲོ་གི་རེད་བོད་པའི་བིཟ་ཞུ་གི་ཡོད་རེད་བས་རྒྱ་མིའི་བིཟ་ཞུ་གི་ཡོད་རེད་བས་ཨ་ནི་བོད་གཞུང་ད་དེའི་སྐབས་སུ་སྐད་ཆ་བྱས་ནས་འགྲོ་གི་ཡོད་རེད་བས་ཨ་རྒྱ་གུང་ཁྲན་གྱིས་ད་དེ་དུས་གཞུང་ག་རེ་ཡོད་ན་དེ་མཉམ་དུ་འབྲེལ་བ་བྱས་ནས་འགྲོ་གི་ཡོད་རེད་ག་འདྲས་རེད་ད་དེ་ཡང་ལོ་རྒྱུས་གཅིག་རེད་བསྡད་བྱས། དེ་ནས་ཁ་སང་དུ་ས་ཐ་དེ་ཐའེ་ཝན་གྱི་སྲིད་འཛིན་ཨ་ཧྥེ་རི་ཀའི་མཚོ་གླིང་གི་ལུང་པ་བྱོན་བཅོས་ཨི་ཝཱ་སི་ཐ་ནི་ལ་ཐིང་ཕྱིན་པར་བ་དེ་ཡ་ཨ་རིག་གི་ངོས་ནས་བསམ་ཚུལ་ཡ་ནི་ད་ལྟའི་ཐའེ་ཝན་དེ་ཁྱེད་རང་ཚོ་གི་ད་ཆེད་དུ་འཕགས་པའི་རོགས་པ་ཅིག་ཆགས་ཏེ་གི་ཡོད་པ་རེད་ད་ག་ན་ཞིག་ཨ་རི་ལས་ནས་ཐའེ་ཝན་དེ་དཔེ་མི་སྲིད་མཁས་ཆེན་པོ་ཡིན་ཅེས་ཟེར་གི་ཐའེ་ཝན་མཉམ་དུ་ཁྱེད་རང་ཚོ་གྲོགས་པོ་བསྒྲིགས་པ་ཡིན་ན་ད་ཏག་ཏག་ཡོད་རེད་བྱུང་ཡོད་མ་རེད་ལ་ནི་ཞེས་ཡོད་པའི་ནི་བཟོད་བཅལ་རེད་དེ་ཤ

ནི་སྤྱི་ཟླ་ལྔ་པའི་ཚེས་ལྔ་གི་བཞུགས་སྒར་ཕྱི་ཚོད་བཅུ་དང་སྐར་མ་བཞི་བཅུ་ལ་འདུག་ས་དེ་ཚོ་བསྒྲིགས་ཡོད་པའི་གནས་ཚུལ་བཅས་ད་ལྟའི་ལ་དུས། Punjab། མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་གོང་ལ་ནི་ཁོང་ཚོ་མཇལ་ཁ་བཏང་ཆེད་ལ་འོ་རེ་ད་ག་འདྲ་ཐུགས་འབྲེལ་བྱས་བཅུག་ཅེས་འདུག་ས་ལས་རིམ་བསྒྲིགས་པའི་ཆབ་སྲིད་ཀྱི་གཅིག་གནས་ཚུལ་བཅས་རེད་དེ་ཤ་དེ་ནི་བྱང་ཀོ་རི་ཡ་གྱི་ཕྱི་སྲིད་བློན་ཆེན་གྱི་བཤད་ཆ་བྱས་ན་ཨ་རིག་གིས་ང་ཚོ་ཡ་ཡི་ན་ཉིད་འདྲ་མིན་སྣ་ཚོགས་བཙུགས་ཆེད་ག་འདྲ་གནས་ཚུལ་རྫུན་མ་མང་པོ་གཅིག་ང་ཚོའི་སྒང་ལ་བཀྲམ་གི་འདུག་ཟེར་ནས་དེའི་ཡིན་ནི་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་ཟེར་བྱས་བྱུང་རྒྱུའི་ཆད་པའི་གནས་ཚུལ་བཅས་རེད་བྱས། ཁོ་རང་ཚོས་ཀྱི་བཤད་ཆས་བྱས་ན་ཨ་རིའི་གཞུང་འབྲེལ་གྱི་བྱང་ཀོ་རི་ཡ་གྱི་ད་འདི་དྲ་དམག་རྒྱ་ཡ་དང། ད་འདི་དྲ་གི་ཐོག་འདི་སྟི་ཁ་ལོམ་དྲ་ལམ་ཀ་ཡ། འོ་ན Crypto Currency དྲ་ཐོག་གི་དངུལ་རྐུ་དམག་རྒྱ་ཡ་དེ་འདྲས་ཀྱི་ནག་ཉེས་མང་པོ་བཙུགས་གི་འདུག་དེ་ཏག་ཏག་བསྡད་ཡོད་མ་རེད་ཟེར་བྱས་བཤད་པའི་གནས་ཚུལ་གཅིག་དང། ནི་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཁོ་རུ་བྷི་ཡོ་ཨི་ཏི་ལི་གི་ད་ལྟ་བྷེ་ཏི་ཁན་རྒྱལ་ཁབ་ལ་ཨོ་རེད་གྲོང་ཁྱེར་ལ་ཐེ་གི་ཡོད་པའི་གནས་ཚུལ་བཅས་རེད་ད་ཆ་རྩ་བའི་ཉེ་ཆར་ཨ་རིའི་སྲིད་འཛིན་ཏྲམ་དང་བྷེ་ཏི་ཁན་གྱི་ད་ལྟ་ཡི་ཤུའི་ཆོས་དཔོན་པོབ་ལི་ཡོ་གི་པ་ར་ཡ་ལྟ་ཅིག་ཁ་ལོ་མ་མཐུན་པའི་གནས་ཚུལ་མང་པོ་བཅས་བྱུང་བའི་གནས་ཚུལ་བྱུང་བ་རེད། ད་ནི་ཞེས་མུར་ཁྱོ་རུ་བྷི་ཡོ་གི་ཝེ་ཏྲེ་ཁེན་གྱི་དྲུང་ཆེ་ཐུ་ཡེ་གི་བྱ་བྱེད་ཡོད་བསྡད་པ་དང་ཨི་ཐི་ལི་གི་ཕྱི་སྲིད་བློན་ཆེན་ཡང་ཐུ་ཡེ་གི་བྱ་བྱེད་ཡོད་བསྡད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་སེར་པི་རི་ཡ་གི་སྲིད་འཛིན་ཨལ་ཀི་སན་དར་བྷེ་སིན་གྱིས་ད་ལྟའི་ཡུ་རོབ་དང་ཨ་རི་གི་འབྲེལ་བ་དེ་ད་ཚུར་བཅར་ལོག་བྱས་མེད་པའི་ས་ཆ་བར་དུ་ལས་ཚ་ཤ་སྤེལ་ཉེན་ཁ་ཚ་བོ་ལས་དེ་ཤ་ཟེར་བ་དེ་དེའི་རྩ་བའི་ཤའི་དེ་ཉེ་ཆ་འཇར་མ་ནི་དང་ཨ་རིག་གིས་པ་ར་ཡ་ད་དུང་ཐུའུ་ལའོ་རའི་ཁ་མ་ཀལ་གྱི་གནས་ཚུལ་བྱུང་བ་དང་འཇར་མ་ནི་ནང་ཡོད་བསྡད་པའི་ཨ་རིའི་དམག་མིའི་ཕྱི་འཐེན་བྱས་ཀྱི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ཁོ་རང་གིས་དེ་རྫ་དྲག་ཅེས་མཐོང་ཡོད་པ་དང་ནི་མ་འོངས་པར་གནས་ཚུལ་དེའི་དང་རྐྱེན་པའི་ཐོག་ནས་ནི་སེར་པེ་རི་ཡ་ལས་དེའི་གི་ནུས་ཤུགས་ལ་བོ་རེ་འབྱུང་དགོས་ར་བཟི་གི་རེད་ལབ་ཁྱེར་ཞེད་སྣང་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ཨ་རིའི་སྲིད་འཛིན་ཀྲམ་གྱིས་ཁ་ཚང་ཟབ། སྤེན་པ་ཡ་ཡི་བཤད་ཅིག་ཡ། ཁོ་རང་ཚོ་གི་དམག་མི་ལྔ་སྟོང་མ་འཐེན་བྱས་པ་རེད་བ་ད་འདུས་འདི་ལས་མང་བ་མ་འཐེན་གི་རེད། གང་ལྟར།

ནི་སི་ཉི་ཨུ་རིའི་སྲིད་འཛིན་གྱི་སྐུ་ཚབ་རྒྱ་གར་གྱི་གཞུང་ཚབ་པ་སེ་རི་གོ་གོར་ཨན་དུ་ཕ་ཡུལ་ལ་འཚམས་གཟིགས་ཐེག་གི་ཡོད་པ་འདྲ་ནི་ཁོ་རང་ལྟ་ཙི་བས་ད་ལྟ་ལ་ཕ་ཡུལ་རང་ལ་ཨུ་རི་གྱི་གཞུང་ཚབ་ལྟེ་བ་དུ་བསྐོས་ཐུབ་མེད་པ་ད་ལྟ་གཞུང་ཚབ་འོག་མ་གི་ཕྱག་རོགས་ཀྱི་གཞུང་ཚབ་ཀྱི་འགན་འཁྱེར་ཐེག་ཡོད་པ་ལ་དྲུང་ཆེ་གི་འགན་འཁྱེར་གི་ཡོད་པ་འདྲ། ནས་ད་རྒྱ་གར་གཞུང་ཚབ་ཀྱི་ད་འདི་ཨེ་ཤེ་ཡ་གི་འདི་ཉེ་འཁོར་ཚང་མ་ཁོ་རང་གིས་དབང་བསྒྱུར་ལོག་ལ་ཁོ་རང་གིས་ད་གཏོང་བ་ལ་བྱེད་ཀྱི་འདུག་བ། ད་འདི་བྱེད་དུས་ནི་ཁོ་རང་བལ་ཡུལ་ལ་དེད་ཀྱི་ཡོད་པ་དང་ཨ་ནི་བལ་ཡུལ་གྱི་སྲིད་བློན་པ་ལན་དེ་ར་ཤ་ཨ་ནི་ཁོ་རང་ལ་ཐུག་ཡ་གྱི་དུས་ཚོད་མེད་ཟེར་ད་གང་ལྟར་ནང་ལོག་གི་ལས་ཀ་མང་པོ་ཡོད། ཨ་ནི་སྲིད་འཛིན། སྲིད་བློན་དེ་ཚོས་དཔེ་ད་ཁག་པོ་ཡིན་པའི་ཐོག་ནས་ཐུག་ཐུག་གི་མེད་པའི་ནས་བཟོས་བཅས་བཤད་བསྡད་ཀྱི་འདུག། ཐ་ན་ཕྱིའི་ཨ་རིའི་གི་གཞུང་ཚབ་པ་དང་འབྲེལ་རྒྱ་གར་གཞུང་ཚབ་པ་དེ་ཁ་སང་སྔོན་མ Maldives ལ་ཕྱིན་པའི་སྐབས་སུ Maldives གི་སྲིད་འཛིན Mohammad Mujigeena ནི་ད་ལྟའི་ཨ་རིའི་གཞུང་ཚབ་པ་ལ་སྒེར་གྱི་རྗེས་འདེད་བྱས་མེད་པའི་གནས་ཚུལ་བཅས་རེད་དེ་ད་གང་ལྟར་ཕྱི་སྲིད་ལས་ཁུངས་དང་འབྲེལ་བ་ཡོད་པ་ཡིན་ཙང་ནི་ཕྱི་སྲིད་བློན་ཆེན་མཉམ་དུ་ཐུག་པ་ཙམ་མ་གཏོགས་ནི་སྲིད་འཛིན་གཉིས་ཁ་ཐུག་ཐུག་ཡ་རང་མེད་པའི་གནས་ཚུལ་བཅས་བྱུང་ཡོད་པ་འདྲ། དེ་ནི་རྒྱ་ནག་གི་ད་ལྟའི་ཨ་རི་གི་ད་ཉེས་ཆད་བཏང་བཞག་པའི་སྣུམ་གྱི་བཟོ་གྲྭ་ཡ་ཁག་དེ་ཚོ་ཡང་ནི་ང་ཚོའི་ཁྲིམས་འགལ་ནང་ཁུལ་གྱི་ནད་ཆགས་ནི་ཁ་ལོ་རྒྱལ་ཁབ་ཀྱི་ནང་དོན་སྒང་ལ་ནི་ཇུས་གཏོགས་བྱས་པ་རེད། འདི་རྩ་བ་ཉིད་ནས་ངོས་ལེན་བྱེད་ཀྱི་མེད་ལ་ནི་བྱེད་ཀྱི་པའི་ནི་ཚོད་ཆས་རེད་འདི་ཤ་ཁ་འདའ། ཨ་རིག་གིས་རྒྱ་ནག་གི་སྣུམ་གཙང་བཟོའི་བྱེད་ངན་བཟོ་གྲྭ་ཁག་ལྔ་ཁོ་རང་བཟོས་ཀྱི་དེ་ལ་ཡང་ཀྲི་པོར་ལེགས་འདུག་བཟོ་གྲྭ་དེ་ཁག་ལྔ་ལེར་མཉམ་རུབ་བྱེད་མིང་དེ་དེ་ལ་འདུག་ཟེར་ངོས་ལེན་ནག་ཉེས་བཏང་བ་རུ་ལག་ཉེས་ཆད་བཏང་པ་དེ་ང་ཚོས་ཀྱང་ངོས་ལེན་བྱེད་ཀྱི་མེད་ཟེར་གྱི་ཡོད་མ་རེད་ལབ་བྱས་ཞེས་པའི་ནི་ཚོའི་བཅད་རེ་དེ་བཤད་དེ་ནི་ཀན་ན་ཀྲ་བདེ་འཇགས་གསང་བའི་ལས་ཁུངས་ཀྱི་བཤད་བྱས་བ་བྱས་ན་རྒྱ་མི་གིས་ནི་ཀན་ན་ཀྲ་གི་ནང་ལོག་ཀན་ན་ཀྲ་གི་ཆབ་སྲིད་མི་སྣ་དང་འབྲེལ་བའི་ཐོག་ནས་འུད་བསྟོད་ཐོག་ལ་ཐེ་བྱུས་བྱས་པ་དང། ནས་ཡང་ཀ་ན་ཀྲ་གི་མི་སེར་ཁག་ཅིག་ལ་ནས་ཡང་སྡིགས་ར་དང་དེ་འདྲའི་འདྲ་མིན་སྣ་ཚོགས་བཏང་པ། ནས་དཀའ་ངལ་སྤྲད་པ་དག་ན་ཞིག་ཀ་ན་ཀྲ་ནང་ལོགས་ཡང་ལས་ཀ་མེད་ན་ལས་ཀ་ཡོད་ལབ་ཅིག་ཁྱབ་བསྒྲགས་བྱས་བྱས་ནས་འདི་ནང་ལོགས་ནས་ཀ་ན་ཀྲ་གི་ལྟ་ནི་ཡོད་མིན་ན་མང་པོ་ཅིག་གི་ནི་ཚུལ་མཁོ་སྒྲུབ་ཅིག་ཡོད་པ་ལྟ་གམ་ཅིག་ཡོད་ར་ལས་ཀ་དེ་ལས་ཀ་དཔེ་གོ་ནི་མཐོ་བོ་གི་ལས་ཀ་ཡིན་ན་འདི་ལ་པ་བེ་ཡང་གོ་ནི་མཐོ་བོ་གི་མི་དེ་ཚོ་གི་ལྟ་ལས་ཀ་དེ། འཛུལ་ཞུགས་བྱས་ཚེ་ཨ་ནི་སོ་སོ་སྐྱིད་ལོ་རྒྱུས་རྒྱབ་ལྗོངས་ཚང་མ་འཕྲིན་བཏང་གི་རུང་ད་དེ་འདྲའི་རྫུན་མ་བཟོས་ཚེ་ཨ་ནི་ཡང་མིག་གི་གནས་ཚུལ་མང་པོ་ཅིག་མ་རྒྱག་གི་འདུག་བསླབ་བྱ་གང་དག Canada གྱི་རྒྱ་ནག་ལ་བཅོས་བསྒྱུར་བྱས་པའི་གནས་ཚུལ་བཅས་རེད་དེ་ཤ། དང་པོ་དེ་བཅོས་ན་མི་འགྲོའི་གནས་ཚུལ་ཁག་ཅིག་ཞུས་པ་ཡིན་ན། ཨ་རིག་གི་དམག་མི་གཉིས་མོ་རོ་ཁོ་ལ་དམག་སྦྱོང་བྱེད་སའི་ས་ཆ་ལ་ཨ་ནི་ཕོར་ལག་འཆིང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། རྩ་བའི་མོ་རོ་ཁོ་གི་ནང་ལོགས་ཡ་ཨ་ཧྥེ་རི་ཀན་སིང་གེ་སི་ལབ་ཆེ་ཨ་ཧྥེ་རི་ཀན་ལཱིན་ཉིས་སྟོང་ཉི་ཤུ་རྩ་དྲུག་གི་དམག་གིས་སྦྱོང་བརྡར་བྱེད་ཀྱི་ཡོད་པ་འདྲ་སྟེ་དེའི་ནང་ལོགས་ཡ་ཆ་ཤས་ལས་ངེས་ཏེ་རྒྱལ་ཁབ་བཞི་བཅུ་སུ་ཡར་བསྡད་པ་དང་ཁྱོན་བསྡོམས་ནི་དམག་མི་ལྔ་སྟོང་གིས་སྦྱོང་བརྡར་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏི་ཁ་ཚང་རེ་ས་སྤེན་པ་ཡ་གོང་མོ་ནི་ཨ་རིག་གི་དམག་མི་གཉིས་གློ་བུར་དུ་ད་བོར་ལག་འཆིང་ཡོད་པ་དང་ནི་ད་ལྟའི་ཆ་ནས་ཨ་རིག་གི་དམག་གི་རུ་ཁག་རེ་མོ་རོ་ཁོ་དམག་གི་རུ་ཁག་རེ་གཉིས་ཀ་གིས་ད་ག་རང་གནས་ཚུལ་དེ་རེད་ཟེར་ནས་ད་ག་ལོག་གསལ་བཤད་བྱས་ཡོད་པའི་གནས་ཚུལ་བཅས་རེད་བདེ་ཤ། དེ་ནི་ཨི་ཟི་རེལ་གྱིས་ད་ད་ལྟའི་མུ་མཐུད་ནས་ལེ་པི་ནན་གྱི་ད་ས་ཐོག་ནས་ད་ལྟའི་ཨི་ཟི་རེལ་གྱི་ས་མཚམས་ལ་ཐག་ཉེ་སར་གྱི་གྲོང་གསེབ་ཁག་བཅུ་གཅིག་གི་མི་དེ་ཚོ་ནི་ད་དེའི་ས་ཆ་གཡུག་ནས་ཕ་ཨིས་ར་ཨེལ་ནས་ཕར་ཐག་རྒྱང་རིང་རུ་ཕྱིན་ཅིང་ལེ་བཱན་ནང་ལོགས་ནས་ཕར་བསྐྱོད་ས་དེ་མ་འགྲུབ་པ་ཡིན་ན། སང་ཉིན་དེ་ལ་ཧཱས་བྷུ་ལཱ་གིས་ད་གཟིགས་སྐུ་རིང་ལུགས་པའི་ཐོག་ལ་དྲག་གནོན་བྱེད་དུས་ཁྱེད་རང་ཚོ་གིས་བཙོག་ལེན་ན་ཉེན་ཁ་བཟོས་སྲིད་རེད་ཟེར་ཐབས་བྱ་ག་འདྲ་ད་ཨིས་ར་ཨེལ་གྱིས་ལེ་བཱ་ནོན་གྱི་ས་མཚམས་ཀྱི་གྲོང་གསེབ་མི་ཚང་མ་སྤིས་བྱས་ད་གང་འདྲ་དེ་འདྲ་གི་ལི་ཤི་ཅལ་སྤེལ་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐག་ན་ཤི་ཨིས་ར་ཨེལ་གྱི་གྲོས་ཚོགས་ནི་ད་ཁ་ཚང་དུ་ཟ་ཆོག་ཅན་ཐོབ་པའི་ཐོག་ནས་ཨ་རིའི་གི་གོ་ལག་བྱ་བི་ལིན། ཨ་རིའི་ཀོ་མོ་བི་ལིན་བཅུ་གྲངས་ཀྱི་ཉུལ་ཡ་གིས་ཐག་གཅོད་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདའ་ཨ་རིའི་གི་ད་ལྟའི་དམག་གི་གནམ་གྲུ F གསུམ་བཅོ་ལྔ་དང F བཅོ་ལྔ AI ལས IA ལས་སོ་དེ་གཉིས་ཉུལ་ཡ་གིས་ཆ་ཤས་ཡོད་དེ་བའི་གནས་ཚུལ་བཅས་རེད་དེ་ཤ་ད་དེའི་ལ་དུས་ཨི་ཟི་རལ་གི་ཨ་རིའི་གི་ད་ལྟའི F གསུམ་བཅོ་ལྔ་ད་སར་ཤོད་ད་ཞི་ནང་ཚ་ཤོད་ལ་བོ་ལ་ད་དེ་ཆགས་དེ་གི་ཡོད་རེད་ད་ད་བ་དུ་ཐེངས་མ་བཞི་ཉུལ་བའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་ཝ་ཤིན་ཏོན་ལྡི་སི་ཡ་ད་ལྡུམ་ར་ལོག་རེད་དེ་འདྲའི་མི་མང་འཛོམས་འཛོམས་བྱེད་ས་ཀྱི་ཐང་ཆེན་པོ་ཞིག་བཟོས་བྱས་ཨ་ནི་ཐང་དེའི་ནང་ལོ་ཡའི་ཨ་རི་གྱི་གནད་ཡོད་མི་སྣ་ཁག་འདྲ་མི་སྣ་ཚོགས་ཉིས་བརྒྱ་ལྔ་བཅུ་གྱིས་འདྲ་སྐུ་ལོག་རེད་ད་ཁོ་རང་སོ་ཀྱི་གཟུགས་པོའི་ཚད་ཀྱི་ཐོག་ནས་འདྲ་སྐུ་བཟོས་བྱས་ད་དེ་འདྲའི་དགེ་ཡན་ལས་གཞི་ཅིག་སྤེལ་གྱི་ཡོད་པ་འདྲ་དེའི་གི་ད་ཆོག་མཆན་ཞུ་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤད་ད་ད་ལྟའི་ཆ་ནས་དེའི་ནང་ལོ་མི་ཉིས་བརྒྱ་ལྔ་བཅུ་གྱི་མིང་བཏོན་ཡོད་པ་དེ་དེའི་ནང་ལོ་ཡའི་ཨ་རི་གྱི

སྤྲུལ་སྐུར་དེ་ཚོ་ཁོ་རང་བསྐོ་བཞག་གནང་ཡོད་པའི་གནས་ཚུལ་བཅས་རེད་དེ་ཆེད་རིགས་ཕོ་བྲང་དཀར་པོ་གི་བཤད་ཆས་བྱས་ན་ཨ་ནི་ཁོ་རང་ད་ལྟའི་ཆ་ནས་དཔེ་དེ་འདྲའི་སྒང་ལ་ཆེད་ལས་པ་བྱས་ཨ་ནི་སྐབས་བབ་ཀྱི་ང་ཚོའི་ད་ལྟའི་འཛམ་བུ་གླིང་གི་ད་སོ་སོ་སོའི་དུས་ཚོད་ཀྱི་གནས་ཚུལ་བཅོས་སྒྲོག་འདི་སྒང་ལ་ཡང་ཆེད་མཁས་པོ་ཡོད་དེ་པ་ཡག་པོ་ཤེས་ཀྱི་ཡོད་པ་དེ་འདྲའི་གི་ཐོག་ནས་གཅིག་རེད་ད་ང་ཤེས་ཁོ་རང་ཡིན་ན་ད་ལྟའི་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་ཡང་རྒྱབ་ལྗོངས་དེ་ཚོ་དཔེ་ཡག་པོ་ཡོད་པ་རེད་ཟེར་བ། ཐ་ན་ཞེས་ཁོ་རང་སྲིད་འཛིན་ཀྲམ་གྱི་སྐབས་གོང་མའི་སྐབས་སུ་ཡིན་ན་ཡང་སྟེ་གི། ཕྱི་སྲིད་ཀྱི་ཐོག་ནས་ལྷན་ཁང་ནང་ལ་ཕྱག་ལས་གནང་ཡོད་པ་ཡང་དེ་འདྲ་གའི་གནས་ཚུལ་བཅས་རེད་དེ་བཤད། དེ་ནས། ཡུག་ཀེ་རེན་སྲིད་འཛིན་ཛེ་ལན་སི་ཀི་གིས་བཤད་ཆེད་བྱས་ན་ཡུག་ཀེ་རེན་གྱིས་ད་ལྟའི་ཧྥིན་ལན་ལ་ནི། Drone ལོག་ར་མི་མེད་གནམ་གྲུ་གྱི་མཐུན་སྦྱོར་རྒྱར་བྱས་ད་ལྟ་ཁོ་རང་སོ་ཡ་དུ་སི་བདེ་འཇགས་ཀྱི་ཐོག་ང་ཚོས་རོགས་པ་བྱེད་ཀྱི་ཡིན། ག་ད་ང་ཚོ་ལ་ཚུར་ལ་རོགས་པ་བྱེད་མཁན་དེ་ང་ཚོ་ཕ་རོགས་པ་བྱེད་ཀྱི་ཡོད་ཟེར་ནས་དེ་འདྲའི་འགན་ནི་ཚོའི་ཅེ་རེད་བཤད། ད་ག་ད་ཡུཀ་རེན་ད་འདི་དམག་རྒྱབ་ཀི་རྒྱབ་ཀི་ལག་ཆ་བཟོ་ཀི་བཟོ་ཀི་བྱེད་ཀི་ཡོད་པ་ཡིན་ཙང་ང་ཁོ་རང་སོ་ད་དེའི་ལག་ཆ་དེ་ཚོ་ཡིན་ན་ཁ་བསྡུ་རྒྱང་བལྟ་བྱེད་ས་ཚོད་ལྟ་བྱེད་ས་བེད་སྤྱོད་བཏང་ས་མང་པོ་བྱེད་ཡོད་པ་ཡིན་ཙང་ང་ཆེད་ལས་པ་ཞིབ་ལ་བསྒྱུར་ཡོད་པའི་ནི་ཚོའི་ཅེ་རེད་བཤད། དེ་ནི་ཡུཀ་རེན་གྱི་ད་འདི་ར་ཤི་ཡ་ཀྱི་སྣུམ་ཁེ་ངེས་ཀྱི་གྲུ་གཟིངས་གཉིས་ལ་ཡང་མི་མེད་གནམ་གྲུ་སྐྱབས་ཆེ་ཨ་ནི་ཏུ་སོགས་གཏོར་སྐྱོན་བྱས་ཐུབ་ཡོད་པའི་ནི་ཚོའི་དཔྱད་རེ་དེ་ཤ་འདང་ན་ཞིག་ཁོ་རང་གི་ད་ལྟའི་ར་ཤས་ཀྱི་སྣུམ་སྟོན་ས་གི་ས་ཆ་ལ་ཡིན་ན་ཡང་གཏོར་སྐྱོན་བྱས་ཡོད་པའི་ནི་ཚོའི་དཔྱད་རེ་དེ་ཤ་ར་ཤས་ཀྱི་ཤའི་ཆབ་བྱས་ན་ཡུག་ཀི་རེན་གྱི་མི་མེད་གནམ་གྲུ་སུམ་བརྒྱ་སུམ་ཅུ་སོ་བཞི་ཨ་ནི་བར་ནམ་ཁབ་ནི་ཏུ་སོགས་ར་ཤས་ཀྱིས་གཏོར་བ་ཡིན་ཟེར་དེ་གཅིག་ས་ཚུགས་ཁག་འདྲ་མ་འདྲ་བཅོ་ལྔ་གི་ནང་ལོ་ལ་གཏོར་པའི་ནི་ཚོའི་དཔྱད་བྱུང་ཤ། དེ་ནི་ཨ་རི་དང་ཨི་རན་གྱི་དམག་གྲུ་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁག་ཅིག་ཞུས་པ་ན་ད་ཉེ་ཆར་དུ་ཨི་རན་གྱིས་ཨ་རི་ཡར་བསྐྱར་དུ་དོན་ཚན་བཅུ་བཞི་བྱས་པའི་ནི་གྲོས་མོལ་གྱི་ཡིག་ཆ་བཏང་ཡོད་པ་འདྲ་ད་ག་ད peace proposal རེད་བ་དེ་བཏང་པའི་གནས་ཚུལ་བཅས་རེད་དེ་ཤ་ད་དེའི་ནང་ལོ་ཡ་དོན་ཚན་བཅུ་བཞི་དེ་གི་ནང་ལོ་ནས་ད་ཁོ་རང་སུ་གི་གོ་དོན་ཁག་ཅིག་དེ་ད་ནྡའི་དམག་དེ་གང་འཇོག་འཇོག་མཚམས་བཞག་པའི་ཐོག་ནས་གནས་ད་ལྟའི་ཉི་མ་སུམ་ཅུ་ནང་ལོ་ཡ་གནས་ཚུལ་ཚང་མ་སྒོ་བརྒྱབ་ཐུ་ཡ་གི་ཐོག་ལ་འབད་བརྩོན་བྱེད་ཀྱི་ཡོད་པ་གནས་ཨི་རན་ནས་ཡ་ཉེས་ཅི་བཏང་བཞག་པ་དེ་ཚོ་ཚང་མ་ཕྱི་འཐེན་བྱས་དགོས་ཡ་གནས་ད་ན་ཞིག་ཨི་རན་གྱི་དཔེ་ཆ་ཕྱི་ལོག་རྒྱལ་ཁབ་ཁག་གི་ཁ་ལོ་བཀའ་ཉག་བྱས་བཞག་པ་ལ་འོ་རེ་འཛིན་བཟུང་བྱས་བཞག་པ་དེ་ཚོ་གློད་གྲོལ་དགོས་ཀྱི་ཡོད་པ་གནས་མ་འོངས་པ་དམག་བསྐྱར་དུ་མ་བརྒྱབ་ཡ་གི་གནས་དུ་ས་ཁ་ལོ་ཁས་ལེན་བྱེད་དགོས་ཀྱི་ཡོད་པ་གནས Strait of Hormuz གི་དང་འབྲེལ་བའི་ཐོག་ནས་བདེ་འཇགས་ཀྱི་ཡང་གན་རྒྱ་གཅིག་བཞག་ཡ་རེད། དེ་མིན་གྱི་ད་རྡུལ་ཕྲན་མཚོན་ཆ་བཟོས་སྐད་དང་ཐོག་ནས་ནི་ཁྱེད་ཅག་ཤེས་ད་གང་དག་འདི་འདྲས་ཀྱི་ཐོག་ནས་ཁོ་རང་ཚོ་གི་དོན་ཚན་བཅུ་བཞི་ཞེས་པའི་ཡིག་ཆ་གཅིག་འདུག་ས་བཏང་ཡོད་པ་འདྲ། དེ་བཏང་པའི་རྗེས་ལ་ད་འདི་ཨི་རན་གྱི།

བཞི་བཅུ་བཞི་བདུན་རིང་ཨི་རན་གྱིས་ད་འཛམ་བུ་གླིང་དང་འགྲོ་བ་མི་ལ་ནི་སྡིགས་ར་ད་ད་བརྙབ་བཅོལ་འདྲ་མོ་རེ་བཏང་བསྡད་པ་རེད། ད་དེ་ཚོ་མང་པོ་ཅིག་ཡ་གྲངས་ཀ་རྩིས་པའི་ཐོག་ནས་ང་ཚོས་ཀྱི་འགན་འཁྱེར་གྱི་ཡིན་ལབ་བྱ་དཀའ་མོད་ནང་པའི་གནས་ཚུལ་བཅས་རེད་དེ་ཤ་ཡན་ཨི་ད་ལྟའི་ཨ་རིའི་སྲིད་འཛིན་ཀྲུའམ་གྱིས་གལ་སྲིད་ད་ལྟའི་ཨི་ཨི་རན་གྱིས་འདི་པ་ར་ནས་སྤྱོད་པ་ལོག་ཡ་དང་ལས་ཀ་མཁན་རྩ་བོ་དེ་འདྲའི་བྱ་བ་སྡུག་ཅག་བྱས་པ་ཡིན་ན་ང་ཚོས་མུ་མཐུད་ནས་དམག་རྒྱབ་ཆོག་ཆོག་ཡོད་ཟེར་བ་ག་འདྲ་དམག་གཅིག་རྒྱབ་པ་ཡིན་ན་བེད་ཁོ་རོ་རྩ་མེད་བཏང་བཞག་དགོས་ཡ་ནི་མ་འོངས་པ་ཆུན་ཧོར་ཡོང་ཡ་མི་ཀྱོག་གི་དེ་འདྲའི་གི་བེད་ཁོ་རང་ཕུགས་རྒྱང་རིང་པོ་རྩ་མེད་བཏང་དགོས་ན་བཏང་དགོས་ཐུག་གི་རེད་ཟེར་ནས་དེ་འདྲའི་གི་སྡིག་ར་བཏང་པའི་གནས་ཚོད་བཅས་རེད་དེ་བཤད་ད་ན་ཤེས་ཨ་རིའི་གི་དཔལ་འབྱོར་དྲུང་ཆེ Scott Bessent གི་བཤད་བྱས་པ་བྱས་ན་ཨ་ནི་ད་ལྟའི་ཨ་རི་གི Strait of Hormuz གི་འགྲོ་ལམ་བཀག་ཆ་ཨི་རན་ཡར་དཔལ་འབྱོར་གྱི་གནོད་ཤུགས་དང་ཉེས་ཆད་ཆེན་པོ་བཏང་ཆ་ང་ཚོས་གི་ལས་ཀ་བྱེད་ཀྱི་ཡོད་སམ་བཤད་པའི་ནི་ཚོའི་དཔྱད་རེད་དེ་ཤག་དེ་ནི་ད་ཉི་ཅག་ཏུ་ས་སྐྱ་གི་མངའ་སྡེ་ཁག་གཅིག་གི་ནང་ལོ་ཡར་འོས་བསྡུ་བྱས་པ་དང་འབྲེལ་བའི་ཐོག་ནི་ནི་ཚོའི་ཁག་གཅིག་ཐོག་མ་དེ་ཞུས་པ་ཡིན་ན་ད་ད་འདི་སྤོ་འདྲེ་ཅེ་རི་སྤོ་འདྲེ་ཅེ་རི་དེ་མངའ་སྡེ་མ་རེད་ད་ད་འདི་ཡུན་ནན་ཏེ་རི་ཏེ་རི་ལོག་རོ། དམིགས་བསལ་གྱི་རྫོང་ཁག་དེ་འདྲ་གཅིག་ཆགས་བསྡད་ཀྱི་ཡོད་རེད་ཁྱེད་ཚང་གི་ཁོ་རང་ཚོ་རྩ་བའི་གྲོས་ཚོགས་ཀྱི་རྐུབ་བཀྱག་དེ་ཉིས་བརྩེགས་དྲུག་ཡོད་རེད་ད་དེའི་ནང་ལོགས་ནས་བཅོ་བརྒྱད་དེ་ཨན་ཏི་ཨེ་བྷ་རི་ཏའི་རྒྱ་མདའ་དཔར་སྒྲིལ་གྱི་རུ་ཁག་ཡ་ཐོབ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་སམ། དེ་ལྟར་ང་ཚོའི་བྱང་ཤར་ཕྱོགས་ཀྱི་ནི་མངའ་སྡེ་ནི་འགའ་ཆེ་ཤོས་གཅིག་དང་ཆེ་ཤོས་གཅིག་ཆ་སྟེགས་ཡོད་པ་རེད་སྤྱི་ཚོགས་ཀྱི་ཨ་སམ་ནང་ལོ་ཡ་ད་ལྟའི་བར་རྒྱ་རྒྱ་འདི་པར་ཏི་དང་དེ་གི་ཤོག་ཏོག་དགུ་བརྒྱ་དགུ་བཅུ་གོ་གཉིས་དང་ནི་ཁ་བརྡའི་ཡ་གཉིས་རྩ་གཅིག་བྱས་བྱས་ནི་བར་རྒྱ་རྒྱ་འདི་པར་ཏི་དེ་ནི་ཐོབ་ཡོད་པའི་ནི་ཚུལ་བཅས་རེད་དེ་ཤ་དེ་ནི་མི་གི་ལྷོ་ཕྱོགས་ཀྱི་ཀེ་ར་ལ་མངའ་སྡེའི་ནང་ལོ་ཡ་ད་ད་ལྟའི་རྒྱ་ནག་དབུས་ཀོང་རེ་སི་དང་དེ་གི་མཐུན་ཕྱོགས་ཡ་རྐུབ་བཅག་བསྐྱེད་རྒྱུ་གལ་སྐུལ་བྱས། ཨནི་ཕ་ཀི་ནང་དམར་ཤོག་ཚོགས་པ་ཡོད་པ་རེད་དམར་ཤོག་ཚོགས་པ་ལ་རྐུབ་བཅག་གསུམ་གསོ་ང་ཨནི་བར་དད་རྒྱ་མདའ་པར་ཏིའི་རུ་ཁག་ལ་རྐུབ་བཅག་གསུམ་བྱས་ཀྱང་ཨནི་ཀོང་རེ་སི་གི་གཞུང་ཐོབ་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ཏཱ་མིལ་ནཱ་ཀྲུའུ་ནང་ལོ་ཡ་དག་རྩ་བའི་ཏཱ་མིལ་ནཱ་ཀྲུའུ་དེ་ཁོ་རང་སོགས་ཀྱི་ས་གནས་ཀྱི་ཆབ་སྲིད་ཚོགས་པ་གཉིས་ཀྱི་ད་ད་ལྟ་བར་དུ་ལོ་མང་པོ་ཨནི་བསྡུར་ས་སྐྱེ་བོ་བརྒྱ་རེ་བཙལ་བྱས་ཟིན་བསྡད་པ་རེད། ནས་ཀྲི་ཨེམ་ཀེ་དང་ཨེ་ཨའི་ཀྲི་ཨེམ་ཀེ་ནས་ད་གང་ལྟར་གཉིས་ཀ་ཕྱོགས་གཅིག་ཏུ་ལ་བ་རེད། གཉིས་ཀ་ས་གནས་རང་ཀྱི་ཞོགས་པ་ཚོགས་པ་ཆབ་སྲིད་ཚོགས་པ་ཆགས་ཏེ་ཡོད་རེད། ད་ད་ལོ་གཉིས་ཀ་ཕམ་ཉེས་བྱུང་བྱས་ཉེས་ཅག་ཏཱ་མིལ་གྱི་གློག་བརྙན་ཁྲམ་ངན་དབུས་རྗེས་ཁོ་རང་གི་ཆབ་སྲིད་ཚོགས་པ་གསར་བ་ཅིག་བཙུགས་བྱས་ནས་ཁོ་རང་གི་རུ་ཁག་ཡར་རྐུབ་བཅགས། བརྒྱ་དང་དགུ་རག་ཡོད་པ་དང་ནི་ཁབ་སྟེ་གཉིས་ཀ་ཡ་ནི་དོ་སུ་ཀུབ་བྱ་དྲུག་ཅུ་རེ་བཞི་དང་བཞི་བཅུ་ཞེ་བརྒྱད་བྱས་བྱས་ད་གང་ད་མང་མོས་སུ་གང་ཅི་ལ་ཐོབ་མེད་པའི་ནི་ཚོའི་བཅས་རེད་འདི་ཤ་སྟ་མལ་ན་དྲུག་གི་གཞུང་མང་མོས་སི་མེ་ལོག་ང་དེ་གི་མང་མོས་བརྒྱ་དང་བཅོ་བརྒྱད་ཐོབ་དགོ་གི་ཡོད་རེད་ནི་ད་ཁོ་རང་ཚོ་ལ་བརྒྱ་དང་དགུ་མ་དུ་རག་མེད་པའི་ཐོག་ནི་ཀུབ་བྱ་དགུ་གི་ནི་ཉུང་ཤས་ཆགས་ཡོད་པའི་ནི་ཚོའི་བཅས་རེད་འདི་ཤ། ད་ཁོ་རང་གིས་དེ་ད་ལྟའི་ཚོགས་པ་གཉིས་ཀྱི་ནང་ལོགས་ནས་གཅིག་མཉམ་དུ་ནང་འདྲེན་བྱེད་དགོས་ཀྱི་ནི་དང་བཅས་ལ་གྱུར་པའི་ནི་ཚོད་བཅས་རེད་དེ་ཤ་ཚ་བའི་ད་ལྟའི་ཁོ་རང་ཚོ་གི་གློག་བརྙན་འཁྲབ་འདོད་པ་བྷི་ཇེ་གི་ཆབ་སྲིད་རུ་ཁག་ཀྲི་བྷི་ཀེ་ཡིན་ན་ད་གསར་བ་བཙུགས་ཚར་བྱས་ཨ་ནི་དུས་ད་ལོ་རྐུབ་བཀྱག་མང་པོ་ཞི་བ་ཐོབ་ཡོང་དུས་ད་མི་མང་གིས་ཅིག་ཁ་ལོག་རང་ཚོའི་གཞུང་གསར་པ་ཅིག་ལ་རེ་བ་རྒྱབ་པའི་རྣམ་པ་ཅིག་ཆགས་བསྡད་ཀྱི་ཡོད་པ་རེད་དེ་གཅིག་སོང་བྱས་ནས་ད་ལྟའི West Bengal ད West Bengal དེ་དུས་ཚོད་གཅིག་ལ Congress གི་རེད་དེ་པ་ར་ནས་དུས་ཚོད་གཅིག་ལ་རྒྱུ་རིང་པོ་ཞིའུ་ཅེ་ལ་ནི་ཕ་གི་ལག་གཡོན་དམར་ཤོག་ཚོགས་པ་ཡོད་པ་རེད Communist Party ད་དེའི་གི་ལོ་བཅུ་གྲངས་བ་ཚེ་བཅོ་ལྔ་ཡར་མ་ཞིག་ཟིན་པ་རེད་ད་དེའི་གི་རྗེས་ལ་ནི་ད་ལྟའི DMC

མིག་གི་རེ་བ་གསར་པ་ལ་ཤུགས་ཆེན་པོ་རྒྱག་གི་ཡོད་པ་དེ་འདྲའི་དགེ་མི་ཚོས་གཅིག་བཞེངས་དགོས་ཡ་གཅིག་ཆགས་བསྡད་ཀྱི་འདུག་དེ་ནི་རྒྱ་ནག་གིས་ད་རྩ་བའི་འཁྲུག་ཆ་གི་མི་བཟོ་གི་ཡོད་རེད་འཁྲུག་ཆ་གི་ཆེ་བཟོ་གི་ཡོད་རེད་ད་ད་ལྟ་རྒྱ་ནག་གིས་འཁྲུག་ཆ་གི་རྟ་བཟོས་བྱས་ད་རྟ་དེ་ཡིན་ན་ནི་དཔེ་མི་སྲིད་གི་ཤུགས་ཆེན་པོ། ལ་ཁྱི་ཐུག་ཡོད་པ་ཀི་ལོ་གཅིག་སྟོང་ལྷག་ཁྱི་ཐུག་གི་ཡོད་པ་དང་ཡང་ས་ཆ་ཡིན་ན་ཅིག་གངས་བབས་ས་དང་རི་ཟབ་ས་དང་ས་སྐྱར་སྐྱོ་རེ་ཡོད་ས་དེ་དེ་ཚང་མ་ལ་ཡག་པོ་འགྲོ་ཐུག་གི་ཡོད་པ་དེ་འདྲའི་གེའི་གནས་ཚུལ་བཅས་རེད་དེ་བྱས་ད་ང་ཚོ་བོད་ཀྱི་ས་ཁུལ་ཡིན་ན་ལ་ཧུ་ལུང་ཁོ་ལ་འབྲོག་པ་དང་དེ་འདྲ་མང་པོ་ཡོད་དེ་འདྲ་དེ་འདྲའི་སྟག་ཅིག་ཉོས་བྱས་དེ་གངས་ལྕགས་ལ་ཀི་ལོ་གཅིག་སྟོང་ལ་ན་མང་པོ་ཁྱི་འགྲོ་ཆོག་གི་རོ་ཡང་ལས་སླ་བོ་བྱས་བྱས་དེ་འདྲ་ཡིན་ན་ཁོ་ཡང་ས་ཚང་མ་ལ་འགྲོ་གི་འདུག་བ། རྒྱ་ནག་ཁོ་རང་སུ་གི་ལ་ནི་དམག་ས་ལ་བེད་སྤྱོད་བཏང་ཡང་ལ་དཔེ་ཡག་པོ་ཡོད་པ་རེད་ས་ད་དམག་མི་ཁོག་ག་སར་དཀྲུག་གོ་རོ་དེའི་རྗེས་ལ་ཁྱེད་ཆེད་དུ་དེ་འདྲའི་འདྲི་ཞིག་ཡོད་པ་འདྲ། དེ་ནི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ད་ལྟའི་ཡུ་རོབ་དབུས་ཀྱི་ད་ལས་ཀ་བྱེད་མཁན་དེ་ཚོ་ཡང་ནི་རྒྱ་ནག་གི་བཟོས་བཞག་པའི་ཁ་པ Huawei རེད ZTE རེད་ད་དེ་ཚོ་གི་རྗེས་ལ་དེ་ཚོ་བེད་སྤྱོད་མ་བཏང་ས་ཁོ་རང་སུ་གི་ལས་ཁུངས་དང་དེ་འབྲེལ་གི་ཁ་པ་དང་དེའི་ཐོག་ལ་ལ་ནི་དེ་ཁ་ལོར་བསླབ་བྱ་བྱེད་ཀྱི་ཡོད་པ་དང་ད་འདི་ཡུ་རོབ་ཀྱི Cyber Security Laws ལ་ནི་ད་ལྟ་ཁྲིམས་བཟོས་ཀྱི་ཡོད་པ་རེད་དྲ་རྒྱའི་ཁྲིམས། དེའི་ཁྲིམས་དེའི་ནང་ལོ་ཡ་དེ་ཚོ་ཆ་ཚང་ཡུ་རོབ་ཡོངས་ལ་བཀའ་ཡལ་གྱི་ཡོན་བྱ་ཞིག་ཡོད་དེ་ཨབ་དྲ་གི་སི་དེའི་ཁྲིམས་ཆག་དེ་འགྲོ་ཐུབ་པ་ཡིན་ན་རྒྱ་ནག་གི Huawei དང་ཙི་ཏི་དེ་ནི་ཡུ་རོབ་ཡོངས་ལ་བཀའ་ཡལ་གྱི་རྩིས་རྒྱག་གི་ཡོད་པའི་མི་ཚོའི་དཔྱད་རེད་དེ་ཤ་ནི་རྒྱ་ནག་གིས་ཡང་དེ་ལ་ཁ་ལོ་བཀག་པ་བཅས་བྱས་དེ་འདྲ་བྱས་པ་ཡིན་ན་ཡུ་རོབ་དང་རྒྱ་ནག་གི་ཚོང་འབྲེལ་དེ་ནི་ལྟོ་རི་བརླག་འདྲའི་དང་སྟུག་རི་འདྲའི་ཉེན་ཁ་བཟོས་དེ་འདྲ་གི་གནས་སྟངས་ཆགས་ཀྱི་རེད་ལབ་ཅེས་གསལ་བཤད་བྱས་པའི་གནས་ཚུལ་བཅས་རེད་དེ་བཤད། འཛམ་གླིང་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་ཁག་ཅིག་ཞུས་པས་ན་ཨ་རིའི་སྲིད་འཛིན་ཁྲིམས་ཀྱི Project Freedom།

འདི་ལ་ང་ཚོས་ཀྱིས་གདོང་ལེན་དྲག་པོ་བྱེད་ཀྱི་ཡིན་ཟེར་ལབ་བྱས་སེ་རག་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཇི་ལྟ་དེའི་ཁ་ཚང་སེ་ལྟ་བ་ནི་གོ་ཚོད་ནི་བྱས་ཡིན་པའི་གནས་ཚུལ་བཅས་བཤད་ཡོད་པ་དང། ཨི་རན་གྱི་སྲིད་འཛིན་ཀྲོམ་གྱི་ལས་གཞི་འདི་ལ་དགག་པ་རྒྱབ་ཆེད་དེ་འབྲེལ་གྱི་ལས་ཀ་བྱས་པ་ཡིན་ན། ཐད་ཀར་དམག་ནང་འཛུལ་བ་དང་གཅིག་པ་རེད་ཟེར་བ་ཁ་འདར་ད་ཉེ་ཆར་ཁོང་ཚོའི་བར་ཡང་དམག་མཚམས་བཞག་པ་དེ་ནི་གཏོར་བ་དང་གཅིག་པ་རེད་ཟེར་ང་ཚོས་ཡིན་ན། དེ་འདྲའི་དགེ་ལས་བཞི་ཙམ་སྤེལ་བཅུག་གི་མིན་ལབ་བྱས་དེ་སྲིད་འཛིན་ཀྲམ་གྱི་ཡོང་ཡ་མེད་པའི་ཆ་ཤས་རེད་སེམས་ཤེས་དེ་བས་ནི་ཚོད་ཆེ་རེད་དེ་ཤ་ཐང་ན་ཤེས་ཨི་རན་གྱི་ཨ་རིའི་མཚོ་དམག་གཅིག་ཡ་གྲུ་ཟིང་གཅིག་ཡ་དུ་ས་མེ་ཤུ་ཕུ་མདའ་གཉིས་རྒྱབ་ཆ་གཏོར་སྐྱོན་བཏང་ཡ་གི་འབད་བརྩོན་བྱས་ཡོད་པས་ནི་ཚོད་ཆེ་ཤེས་དེ་གི་འདུག་ནས་ཟླ་འདིའི་རྩ་བའི་ཉེ་ཆར་ཨི་རན་གྱི་དོན་ཚན་བཅུ་བཞི་ཆེ་བའི་ཞི་བའི་ཐབས་ལམ་སྟོན་ཆེད་ཉི་མ་སུམ་ཅུ་ནང་ལ་དམག་རྒྱུག་འབྲས་ཀྱི་རེ་འདུན་བཏོན་པ་རེད་དེ་ལྟ་དམག་མགོ་ནི་གཙུག་གི་རྣམ་པ་གཅིག་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ན་ཤི་ཨ་རིའི་གི་མཚོ་དམག་གི་ཤེས་བྱ་བྱས་ན་ཁོ་རང་ཚོ་གི་ཨི་རན་གི་མཚོ་གྲུ་ཆུང་ཆུང་དེ་འདྲའི

དེ་ཚོ་གང་འཆིང་བའི་རྗེས་ལ་ནི་ད་ལྟའི་ཆར་ནི་གནས་སྐབས་གནས་ཚུལ་ཡག་པོ་ཡོད་ཟེར་ནས་སོ་སོའི་བདེ་འཇགས་གཟབ་གཟབ་གནང་ཡ་གལ་ཆེན་པོ་རེད་ཟེར་ནས་ཡི་གེ་ལས་ཡོད་པའི་གནས་ཚུལ་ཅི་རེད་འདི་བཤད། ཐ་ན་ཕྱི་ཡུ་ཨེ་ཨེ་གྱི་ལས་བྱེད་པ་ཚོས་ནི་ཁོ་རང་སོགས་ཀྱི་སྣུམ་གྱི་ཆུ་གྲུ་གཅིག་ལ་ཨི་རན་གྱི་ད་ལྟའི་མི་མེད་གནམ་གྲུ་གིས་གཏོར་སྐྱོན་བྱས་སོང་ཟེར་ད་འདི་འཇིགས་སྐུལ་རིང་ལུགས་སྤེལ་གྱི་བྱ་སྤྱོད་རང་རེད་ལབ་བྱས་སྤྱོད་འཇུག་དྲག་པོ་བྱེད་ཀྱི་ཡོད་པའི་གནས་ཚུལ་ཅི་རེད་འདི་བཤད། དེ་ནི་ལྷོ་ཀོ་རི་ཡ་གྱི་མཚོ་གྲུ་གཅིག་ནི་ཕ་གི Strait of Hormuz གྱི་ནང་ལོ་ཡ་མེ་སྐྱོན་བྱུང་བའི་གནས་ཚུལ་བཅས་རེད་ཅེས་ད་ལྟའི་ཁོ་ན་སོགས་ཀྱིས་དེའི་མེ་སྐྱོན་དེ་ད་ནང་ལོགས་ཀྱི་གནས་ཚུལ་གྱི་མེ་སྐྱོན་ཡིན་དང་ཕྱི་ལོགས་ནི་དམག་བརྒྱབ་པའི་གནས་ཚུལ་ཡིན་ཁ་ནི་མི་ཞིབ་འཇུག་བྱེད་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་ཅེས་ད་ལྟའི་ཆ་ནས་གྲུ་གཟིངས་འདི་གི་ནང་ལོ་ཡའི་ལས་མི་མི་ཉིས་བརྩེ་བཞི་ཡོད་བསྡད་པ་དེའི་ནང་ནས་དྲུག་ཀོ་རི་ཡན་ཆད་ནས་སྐྱོབ་སྐྱེལ་དེ་ཕྱི་ལོག་གི་མི་ཡིན་རེད་པ་དེ་འདྲ་རྒྱའི་ནེ་ཙོའི་དཔྱད་རེད་དེ་བཤད་ནས་ད་ལྟའི་མི་རྩ་བཞི་གང་ཟག་ལ་གནོད་སྐྱོན་གང་ཡང་ཕོག་མེད་པའི་ནེ་ཙོའི་བཤད་བསྡད་ཀྱི་འདུག་དེ་ནི་ཨི་རན་གྱི་ད་ལྟའི UAE གྱི་སྣུམ་གྱི་བཟོ་གྲྭའི་གཅིག་གི་ཐོག་ལ Drone གཡུག་པའི་ཐོག་ནས་ད་ལྟའི་རྒྱ་གར་མི་གསུམ་ལ་རྨས་སྐྱོན་བྱུང་ཡོད་པའི་ནེ་ཙོའི་དཔྱད་རེད་དེ་བཤད། ཨི་རན་གྱི་བཤད་ཆས་བརྒྱུད་ན་ཁོ་རང་ཚོ་གི Drone བཞི་གཡུག་བྱས་ས་བཞི་ནི་བཞི་པ་དེ་ནི་རྒྱ་མཚོའི་ནང་ཚགས་ཞེས་ལབ་ཀྱི་དེ་འདྲ་གི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་རི་ཤི་ཡ་དང་ཡུག་ཀེ་རེན་གྱི་དམག་དང་འབྲེལ་བའི་ཐོག་ནས་རི་ཤི་ཡ་གྱི་ཕྱི་ཟླ་ལྔ་པའི་ཚེས་བརྒྱད་དང་དགུ་ཉིན་ང་ཚོས་དམག་མཚམས་བཞག་བྱས་ནས་ཁོ་རང་སོགས་ཀྱི་དམག་ཆེན་གཉིས་པའི་སྐབས་སུ་རྒྱལ་ཁ་ཐོབ་པའི་སྲུང་བརྩི་ཞུ་གི་ཡོད་ཟེར་བ། གལ་སྲིད་དེ་གི་དུས་ཡུན་འདིའི་ནང་ལོ་ཡར་ཡུག་ཀེ་རེན་གྱིས་ནི་རི་ཤི་ཡ་གྱི་དམག་མཚམས་བཞག་ཕྱོགས་དེ་ལ་ནི་གོ་སྐབས་ལེན་བྱས། ནས་དམག་རྒྱག་གི་ལས་ཤིག་བྱས་པས་ན་ང་ཚོའི་ཁོ་རང་ཚོ་ལ་མི་ཤུགས་འཕུར་མདའ་མང་པོ་རྒྱག་པའི་ཐོག་ནས་ནི་གཏོར་སྐྱོན་ཤུགས་ཆེན་པོ་བཏང་གི་ཡིན་ཟབ་ཆ་སྡིག་ར་ཡང་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཤི་ཨ་ཡུཀ་རེན་གྱི་འདི་ལ་ལན་འདེབས་དང་སྦྲགས་ཤ་ནི་ཡུཀ་རེན་ཁོ་རང་ཚོ་གི་སྤྱི་ཟླ་ལྔ་པའི་ཚེས་ལྔ་དང་དྲུག་ཉི་མ་གཉིས་ལ་དམག་མཚམས་བཞག་གི་ལས་ཤིག་རེ་བྱེད་ཀྱི་ཡིན་ཟེར་ནས་དེའི་ནང་ལོ་ཡང་ཡང་ཚུར་གནོད་བསྐྱལ་བྱས་པས་ན།

ཨོ་ཐུགས་མ་དེར་འཛམ་གླིང་བཅོ་ལྔ་མི་འགྲོ་གསར་འགྱུར་ཁག་ཅིག་ཞུས་པས་ན་ཨ་རིའི་སྲིད་འཛིན Trump གྱིས་རྒྱ་གར་སྲིད་བློན Shri Narendra Modi མཆོག་ལ་ཉེ་ཆར West Bengal གྱི་འོས་དེ Bharatiya Janata Party རྒྱལ་ཁ་ཆེན་པོ་ཐོབ་པ་ཡང་འཚམས་འདྲི་ཞུས་ཡོད་པ་དང་ད་ལྟའི་རྒྱལ་ཁ་དེ་ནི་དཔལ་ཐ་ཁ་ལོར་དཔལ་མི་སེར་གྱི་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་ཁ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་པ་དག་ན་ཞིག་ང་ཚོས་ཡང་ཁྱེད་རང་ལ་ཐོབ་ཡ་གི་བདག་དབང་ལ་བོར་བའི་ཐོབ་ཡ་གི་རེ་བ་ཡོད་པ་ན་ཞིག་ཐོབ་རེད་ཟེར་ཕྱིར་དུ་འཚམས་འདྲི་ཞུས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དག་ན་ཞིག West Bengal གི TMC གི་གྲོས་ཚོགས་འཐུས་མི་དང་ངོ་མ་ཡིན་བསྡད་པ་ད་ལྟའི་ཟུར་པ་བྱས་པ Manoj Tiwari ཁོ་རང་རྒྱ་གར་གྱི Cricket རྩེད་མཁན་རེད་ཁོ་རང་གིས་བཤད་ཆབ་བྱས་ན TMC གི

ནས་རྟ་དེའི་ནང་ལོགས་ནས་སྟེགས་སྐྱོར་ནང་ལོགས་ནས་རྟ་རྐུབ་བཀྱག་རགས་པ་ག་ཚད་བྱུང་བའི་རིགས་མ་རགས་པ་ག་ཚད་བྱུང་བ་དེ་ཡང་དེ་འབྲེལ་གྱི་དྲི་བ་བཏང་སྟེ་བས་ནས་ཚོད་ཡོད་ཅེས་རེད་བལྟས་ཤག་ཐ་ན་ཕྱིའི West Bengal གྱི་ད་ལྟའི་ལས་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན Chief Minister Mamta Banerjee ཡིན་ན་མོ་རང་གིས་མོ་མ་དོན་གྱི་མེད་ཟེར་བ་གང་ལྟར Bharatiya Janata Party དང་འོས་བསྡུའི་ལྷན་ཁང་གིས་དྲང་པོ་བྱས་མ་སོང་ཟེར་འོས་བརྒྱ་གྲངས་བརྒྱ་སྐོར་གཅིག་རྐུ་མ་བརྒྱབ་སོང་ཟེར་ཐབས་བྱས་ད་གང་ལྟར་འོས་གྲངས་ག་ཚད་ལ་གཅིག་བྱས་སོ་གཉིས་བྱས་སོ་མང་པོ་ཉོག་དྲ་བྱེད་དེ་ཡོད་རེད།

ཆེ་ཁ་ནས་ཕྱི་ཚོ་གསུམ་གྱི་འགྲུལ་ཡོན་དུས་ཚོད་ཐུང་ངུ་རུ་འགྲོ་ཡི་བའི་གནས་ཚུལ་བཅས་རེད་དེ་གཞན་ནི་ཟླ་འདིའི་ཉེ་སྐོར་གྱི་ཁ་ལོ་ཧ་རི་དུ་ཝར་གྱི་གནས་རི་དྷ་ར་ན་ཤི་ཡའི་གནས་ཡིན་ལམ་ཁ་ལ་རཱ་པ་དཱ་ས་ཨང་དེ་འདྲ་བྱང་གི་བྱུང་བའི་དུས་ཚོད་ལ་ཆུང་ཞིང་པོ་རག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ག་འདྲ་ད་དེང་སང་ལྡི་ལི་ནས་དེ་ར་ཏོན་བར་དུ་འགྲོ་ཡ་དེ་ནི་ལམ་ཁ་ཡག་པོ་ཞིག་བཟོས་ཡོད་པ་དང་ནི་ཐ་ཉེ་རུ་འགྲོ་ལོ་ད་ག་འདྲ་འགྲུལ་ཡོན་གྱི་དུས་ཚོད་དེ་ཐུང་རུ་འགྲོ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

Disney གྱིས་གྲོ་ལ་སའི་ཉི་ཤུ་སྤྲད་བྱས་ནས་ཁོ་རང་ཚོ་ལ་བདག་དབང་གི་ཉོས་དཔེ་མཚོན་བྱེད་དུ་བསྡད་ནས་ད་ནི་དེའི་སྤྲད་མེད་པ་དང་རྒྱ་ནག་ལ་ཡིན་ན་ད་ལྟ་བར་དུ་ད་སུས་ཀྱིས་བཏོན་ཆོག་མ་ཆོག་གྱང་ལ་གཏན་འཁེལ་མེད་པས་འདི་ཚོས་གཅིག་གི་ཐོག་ནས་ད FIFA World Cup ལས་ལ་ད་བ་གཅིག་སམ་དུ་མེད་པ་ཡིན་ཙང་གཉིས་ཀ་རེད་ད་ད་རྒྱ་གར་དང་རྒྱ་ནག་གཉིས་ལ་གཅིག་བྱས་ན FIFA World Cup ལྟའི་རང་མ་རེད་ལས་ཀའི་འདི་དང་དེ་བྱ་བསྡད་ཀྱི་འདུག། དེ་ནས་ཨུ་རིགས་སྲིད་འཛིན་ཀྲུམ་གྱིས་རྒྱ་ནག་མཉམ་དུ་བཀའ་མོལ་ད་གནང་ཡ་རེད་སོགས་གང་ལྟར་ང་རང་གཉིས་ཕར་ཚུར་མཉམ་དུ་བྱས་ནས་ཡག་ནི་ཡག་གི་རེད་མི་འདུག་གཅིག་གིས་གཅིག་ལ་སྡང་ཟུག་བྱས་བསྡད་པ་ཡིན་ན་ཕྱོགས་གཉིས་ཀ་ལ་ཁེ་ཕན་མི་འདུག་སོགས་ད་ཉེ་ཆར་ཨ་རིག་གིས་ཝེ་ནེ་ཛེ་ལ་གང་ལ་བྱས་པ་རེད་ཨི་རན་གང་ལ་བྱས་པ་རེད་ད་ཉམས་མྱོང་མང་པོ་ཅིག་གི་ཐོག་ནས་ཨ་ནི་རྒྱ་ནག་མཉམ་དུ་ད་ག་ལོར། མཐུན་པ་ཆགས་ན་ཡག་ག་འདུག་ཟེར་ན་དེ་འདྲའི་བཤད་ཡོད་པས་ནི་བཟོད་ཅེས་རེ་ད་བཤད་དང་ན་ཞིག་ཁོ་རང་གིས་བཤད་བྱས་བྱས་ན་ད་འདི་ལྟར་སྡོང་པོ་གླིང་གི་དངོས་མ་ཡིན་ན་ད་དམག་གི་དབང་བསྒྱུར་བྱས་པ་རེད་དེ་རྗེས་ལ་དཔལ་འབྱོར་གྱི་བྱས་པ་རེད་ད་ད་ལྟའི་ཆ་ནས AI གི་དབང་བསྒྱུར་བྱེད་ཀྱི་ཡོད་པ་ཡིན་ཙང་ཨ་ནི་ཨ་རི་དེ་རྒྱ་ནག་ལས AI པད་ཁོ་རང་ད་སྔོན་ལ་ཡོད་པ་རེད་ཟེར་བ་བྱས་ཙང་གི་འདི་ཡང་ང་ཚོའི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་པ་རེད་ད་འདི་དུས་ཚོད་དེ AI གི་བཀའ་སློབ་ད། འཛམ་གླིང་ནུས་པ། ཏུན་ཧན་གྱི་དུས་ཚོད་དེ་ལ་ནི་ང་ཚོ་རྒྱ་ནག་ནས་གོང་ལ་ཡོད་རེས་ལ་ནི་ཞེས་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཐའེ་ཝན་གྱི་སྲིད་འཛིན་ལའི་ཆིང་ཏེན་ཏེ་ཉེ་ཆར་ཨ་ཧྥེ་རི་ཁའི་མཚོ་གླིང་གི་རྒྱལ་ཁབ་ཅིག་ལ་ཐིང་ཅེ་ཨི་སི་ཝཱ་ཐི་ནི་ཡར་ཕྱིན་པའི་མཚོ་གཞུང་བཅས་ཁོ་རང་གི་ཤེས་བྱ་བྱས་ན་ཐའེ་ཝན་གྱི་རྒྱལ་མོའི་གནོད་ཤུགས་ལ་མགོ་སྒུར་གྱི་མ་རེད་ཟེར་ང་ཚོའི་རང་དབང་ལྡན་པའི་ལུང་པ་གཅིག་གིས་ད་སྲིད་འཛིན་གྱི་བཏང་དབང་གི་ཐོག་ནས་འཛམ་བུ་གླིང་ག་བ་ལས་ན་ང་ཚོས་བསྐྱོད་ཐུབ་ཀྱི་རེད་བསྐྱོད་ཀྱི་རེད་ཟླབ་ཆ་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། གནས་ཚུལ་འདི་འཛམ་བུ་གླིང་འདི་ཚང་མ་ཚང་མ་ལ་དག་གི་ཡོད་པ་རེད་མ་གཏོགས་རྒྱལ་ཁབ་ཁག་རེ་གཉིས་གཅིག་གི་དབང་བསྒྱུར་བྱས་ནས་ནས་བཏང་དབང་བྱས་ནས་སྲིད་མེད་དུ་ཡོད་མ་རེད་ཟླབ་ཆ་བཤད་པའི་གནས་ཚུལ་གཅིག་བཏང་ད་ཁ་ཚང་དུ་ཟེར་རྒྱ་ནག་གི་ལི་ཡང་ཧོ་ནན་ལས་དེ་ལ་ནི་དུ་ཟེར། ཤོ་སྦག་ཟོས་ཚར་གི་དེ་འདྲ།

མི་བཞི་བརྒྱ་བརྒྱད་ཅུ་གྱིས་ལས་ཀ་བྱས་བྱས་མེད་ཟེར་གྱིས་འབད་རྩོལ་བྱས་བསྡད་ཀྱི་ཡོད་པ་དང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་ནས་ནི་སྟངས་འདིའི་གྱི་ཐོག་ལ་ཞིབ་འཇུག་ཐད་ཅིང་ཆེ་བ་བྱས་གོ་འོ་རེས་ལབ་བྱ་དགའ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་རོ་མ་ནི་ཡ་གྱི་ད་ལྟའི་ཡུ་རོབ་ལ་དགའ་མོས་བྱས་ཏེ་ངས་གི་གཞུང་འདི་མ་ཚགས་ཡོད་པའི་གནས་ཚུལ་བཅས་རེད་དེ་བཤད་ད་གང་ལྟར་རོ་མ་ནི་ཡ་གྱི་ད་ལྟའི་ཁོ་རང་ཚོའི་གཞུང་འཛིན་པ་གྱི་སྲིད་བློན། ལའི་ལི་སྦུ་ལ་ཅན་ཨེས་ཏོ་ཁོ་རང་གི་ཏུ་ཚོགས་པ་དེ་ད་ལྟའི་ཁོ་རང་ཚོ་རང་ལ་དེ་མང་མི་དེ་མེད་པ་འདྲ་ཨ་ནི་རོགས་པ་གཞན་མཉམ་དུ་བསྟུན་འགོ་ཡོད་པ་དང་དེ་འདྲའི་གི་ཐོག་ནས་ཁོ་ཚོའི་འོད་ཆེས་ལུས་ཆེས་ཁོ་རང་མ་ཚ་ཡོད་པའི་ནི་ཚོའི་བཅས་རེད་དེ་བྱས་ད་ད་ལྟའི་ཕྱོགས་གཞན་པ་ཅིག་གི་ནི་ཀུ་ར་སི་ཏོན་ཨེས་ཏོ་ཁོ་རང་ཡར་ལས་གི་ཉིན་འགའ་ཡོད་དེ་པ་ད་དེ་འདྲའི་གི་ནི་ཚོའི་བཅས་རེད་དེ་བྱས། དེ་ནས་ཨ་ཧྥེ་རི་ཁ་ཡའི་གནས་ཚུལ་གཅིག་ཡལ་ཏི་ཁ་ཚང་དུ་ཟ་ཧང་ལེ་ཧ་བྱེད་ངེས་ལབ་བར་ཟ་ཧང་གིས་སྦྱིན་བདག་ཅིག་བརླགས་ཞེས་བརླགས་དུས་ཏི་ཁོ་རང་དུ་ཆུ་ལོག་དེ་ལས་རྒྱ་ཆེ་ད་དེ་འདྲའི་གི་ཐོག་ནི་བརླགས་ཡིན་པ་འདྲ། ཁོ་རང་བཙལ་བཙལ་བཙལ་བྱས་ཏེ་ཐ་མ་ཁོ་རང་མ་རྙེད་པར་བྱས་བྱས་ནི་ང་ཚོའི་ཆུ་སྲིན་གྱིས་རྙེད་ཞེས་ཆུ་སྲིན་དེ་ད་ནམ་རྒྱུད་གཟུགས་པོ་གི་སོབ་ལྟ་དེ་ཏི་ཙི་མ་འདྲ་འདྲ་བོ་ཅིག་ད་ནད་པ་ཟོ་འདྲ་བོ་ད་དེ་འདྲའི་གི་ཅིག་མཐོང་ཡོད་པ་འདྲ་ནི་ཁོ་རང་ཟོས་ཀི་ཤོང་ལ་ཆོག་མཆན་ཞུས་བྱས་ནི་ཆུ་སྲིན་དེ་སིམ་ཆུ་སྲིན་དེ་བསད། ཆུ་རྫིང་གི་ཁོག་པ་སྔོག་འོན་དུ་ད་ཁོ་རང་གི་ནང་ལོགས་ཡང་མིག་གིས་གཟུགས་པོ་ཡོད་གི་ད་བྱ་བྱེད་དེ་འདྲ་མང་པོ་ཡོད་དེ་པ་དག་ན་ཆེ་ཆུ་རྫིང་གི་གྲོག་འོ་ནང་ལོགས་ཡང་ནི་ང་ཚོའི་ལྷམ་ལོགས་ལ་ད་མིག་གིས་གོ་ལོ་ཧམ་གོ་དེ་ཆ་དྲུག་ཐོན་ཡོད་པའི་ནི་ཚོའི་དཔྱད་རེད་དེ་བྱ་ད་དེ་ལ་ན་སེམས་ཅན་ཁ་ཤས་ཅིག་ད་ག་ཚོད་ལྟ་ཨ་ཡིན་ན་རེད་ཟེ་གི་ན་རེད་ད་དང་པོ་ཁོ་ཚོ་མི་ཟ་གི་འདུག་ནི་ཁོ་ཚོ་མི་ཤ་ཅིག་ཟ་ཚ་དུས་ང་ཚོས་ད་ཤ་ཡིན་ན་ཤ་ཞིམ་པོ་ལི་ད་ཡག་རོགས་དེ་ན་ཤ་མི་ཤ་དེ་ཞིམ་པོ་ཤིའུ་ཤིའུ་ཨབ་ཏྲ། དེ་ནི་ཁོ་ཚོས་རྟག་པར་མི་ཟས་ལ་ལེགས་འདི་ལྟ་སྟེ་འདི་ན་ཞི་བདེའི་ཆུ་སྲིན་དེ་ཡིན་མིན་མང་པོ་ཟས་པའི་གནས་ཚུལ་བཅས་རེད་དེ་ཤ་དེ་ང་ཚོས་གཡར་དུས་ལེགས་འགྲོ་ཡོད་པ་ཡིན་ཙང་ཡང་དེ་ཆར་བ་བརྒྱབ་བྱས་ཆུ་ལོག་འདྲ་བོ་དང་དེ་འདྲའི་གི་རྒྱུག་ཆུ་དེ་འདྲ་ཁྲམ་དང་ཞེ་དྲག་ལྷོད་ལྷོད་བཞིན་བསྡད་མེད་པ་རེད་གང་ཡིན་ཟེར་ན་ད་དེ་དེང་སང་མང་པོ་འདུག་བ། མ་གི་བལ་ལོ་དགུ་པའི་ངོ་ཆོད་ན་དགུ་ཤར་ན་ག་གི་ཆུ་དེ་གི་ནང་ལོག་ཡང་ཡང་ཆུ་སྲིན་དུ་ལས་ཐོན་པའི་གནས་ཚུལ་མང་པོ་བྱུང་བ་རེད་ད་དེའི་ཉེ་འགྲམ་དུ་བ་དེ་དེ་ག་ཞེ་ན་ནི་ཆུ་སྲིན་སླེབས་བྱས་ནི་ཟ་ཡོང་ལས་ཆུ

TSMC ནི Samsung། Intel། གསུམ་ཀ་གི་མཉམ་རུབ་ཀྱིས་ནི་མི་རེ་གི་ཡོ་བྱད་རེ་རེ་སྤྲད་རྗེས་ད་ཐ་མ་གཅིག་འཐུས་ནི Chips གཅིག་གཟུགས་དབྱིབས་འདྲ་མཚུངས་ཚང་གི་ད་དེ་ནི་ཨ་རིའི་གི Texas ལ་སོལ་ཐུ་ཡ་གིས་འབད་བརྩོན་བྱེད་ཀྱི་ཡོད་པའི་ནི་ཚུལ་བཅས་རེད་ད་གང་ད་ཀུ་ཤུ་ཁ་བ་ཡང་ཨ་རིའི་གི་ནུས་ཤུགས་མང་པོ་སྤྲད་དེ་སྒོར་ད་མང་བྱས་རྒྱ་ནག་ད་ཕྱི་ལོ་རུ་སོལ་དུས་ཨ་རིའི་ནང་ལོ་ལས་སོལ་གོ་གུ་ཡོད་ས་དབོར་རོ་ད་དེ་འདྲས་གི་ཐོག་ནས།

ཁྱེད་རང་གིས་ད་ག་ཚ་ན་འདུག་ཟེར་སེམས་བཟང་གི་ད་མགོ་རྩོད་བའི་གི་ད་ལས་མིན་སྙམ་འདུག་ཁྱེད་ཀྱིས་ཤེས་བྱས་ད་གང་ལྟར་ང་རང་ཚོས་འཕྲུལ་སྒྲིག་པ་བྱེད་དགོས་འདུག་ཟེར་བ་གང་ལྟར་ཁོ་རང་ཚོ་གིས་སྤར་ཞོར་ལབ་པ་ན་ཤི་སྤར་ཐུག་གི་མེད་པ་ནི་ད་ག་ན་ག་ཚད་སྤར་དགོས་བ་ནི་འདི་ག་སྤར་བྱས་ཨ་ནི་རྙོག་དྲ་མེད་པ་མ་བཟོས་པ་ཡིན་ན་ནི་སེམས་བཟང་གི་ཚོང་མ་ཉམ་ཐག་ན་ཤི་ལྷོ་ཀོ་རི་ཡ་ལ་འདུག་ཟེར་བི་ཤ་ལུག་ངན་གྱི་ཚོང་པ་ཉུང་རུ་འགྲོ་ནི་དེ་འདྲ་བྱས་ན་རྒྱ་ཁབ་ཀྱི་ཡོངས་ཀྱི་དཔལ་འབྱོར་ལ་གྱོང་རག་རེད་དེ་གྱོང་རག་བས་ན་ད་རང་གཤིས་མེད་མི་མང་ལ་གྱོང་རག་གི་རོ།

ཁོ་རང་གི་བཟའ་ཟླ་ཡིན་ན་ལོ་བདུན་གྱི་ཁྲིམས་ཐག་བཅད་ཡོད་པ་དང་ནི་ད་ལྟའི་ཆ་ནས་ཁོ་རང་སྨན་ཁང་ནང་ལོག་ཡ་སྟབས་མིག་གི་མཐོང་ཚད་དེ་སྐྱོ་བོ་ཞི་བ་ཆེ་ཆགས་བཅས་བརྒྱ་ཆ་བརྒྱད་ཅུ་ཁའི་ངྷ་མིག་ཡ་གཅིག་བད་ལོང་ཚ་བ་ལའོ་ར་ད་མིག་ཡས་པ་དེ་མཐོང་གི་མེད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནི་ཁ་ཚང་རྡོ་སི་ཨ་རི་ལ་རྡོ་སི་ཨ་རི་གི་གསར་འགོད་པ་དང་གཞུང་འབྲེལ་གྱི་གསོལ་སྟོན་དགོང་མོ་ཡ་ནི་རྡོ་སི། ཁོ་ལི་ཨ་ལན་གྱིས་ད་མི་འདྲ་རྒྱ་ཡིག་གི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ཁོ་རང་ཡང་སྲིད་འཛིན་སྲིད་གྲབས་བྱས་པ་དང་གོ་ལག་ཆ་ཁྱི་བ་དང་ད་དེ་འདྲའི་གི་ཐོག་ནས་ད་ནག་ཉེས་གསུམ་བཙུགས་ཡོད་འདྲ་ད་ད་འདྲའི་ནག་ཉེས་བཞི་པ་དེ་ཡང་ཁོ་རང་གི་མེ་མདའ་དེའི་སྐབས་སུ་སྐུ་སྲུང་བ་གཅིག་ལ་ཁོ་རང་གི་མེ་མདའ་རྒྱག་པར་བ་གཞུང་ཞབས་ལས་བྱེད་ལ་མེ་མདའ་རྒྱག་པའི་ནག་ཉེས་བཞི་པ་དེ་བཙུགས་ཆ་ད་གང་དག་ཁོ་རང་ཡང་ཉེས་ཆད་གང་ཤུགས་ཆེ་ཆེ་གཏང་ཡག་གི་ནག་ཉེས་གཡོག་ཡག་གི་ལག་འོག་ལ་ད་ག་རེ་ག་རེ་གཡོག་ཡག་དུ་ཚང་མ་གཡོག་ཆད་དུ་ཐག་གཅོད་ཆེད་སྐྱེས་འབད་བརྩོན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་འཛམ་གླིང་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་ཅེས་ཞུས་པ་ཡིན། ཨ་རིའི་སྲིད་འཛིན Trump གྱིས་ཨི་རན་ཡར་སྡིགས་ར་བཏང་ཆེད་ད་ལྟའི་ཨ་རིའི་གི་ལས་འཆར་གསར་བ Project Freedom གྱི་བརྒྱུད་ནས Strait of Hormuz ནས་གྲུ་གཟིངས་འགྲོ་ངེས་ཡ་ཨི་རན་གྱི་གནས་དུ་སྡིགས་རྐང་ལ་མེ་ཤུགས་སྤུན་ཟླ་རྒྱ་ཡེ་ད་ལྟ་གང་དག་གནོད་སྐྱོན་བཏང་པ་ཡིན་ན། ཨི་རན་དེ་འཛམ་གླིང་གི་ངོ་གདོང་ནང་ནས་བེད་མེད་པ་བཟོས་ཆེད་ནི་བཏང་བཞག་གི་ཡིན་སྟབས་ཆེས་ཐ་དིག་རེ་བཏང་ཡོད་པའི་ནི་ཚུལ་དཔྱད་རེ་འདི་བཤད། དེ་ནི་ཨི་རན་གྱི་ཤེས་བྱས་བྱས་ན་ཉེ་ཆར་ཨ་རིའི་གི་ཨི་རན་གྲུ་གཟིངས་ཆུང་མ། གྲུ། ནི་གཏོར་སྐྱོན་བྱས་ཡིན་ལས་གྲུ་གཟིངས་འདི་ཚང་མ་ནམ་རྒྱུན་རྒྱུན་ལྡན་གྱི་མི་སྤྲོ་སར་གྱི་གྲུ་སིང་དང། སྐྱ་ལ་ཆ་ངེ་ཆུང་ངེ་ཡ་ཨོར་སར་གྱི་གྲུ་སིང་དེ་འདྲ་རེད་ས་དེ་ནི་དམག་གྲུ་དང་ད་ལྟ་སྣུམ་དང་དེ་འདྲ་གྱི་ཚོང་གྲུ་ཆེན་པོ་དེ་འདྲ་འབྲེལ་བ་གང་ཡང་ཡོད་མ་རེད་ས་ལབ་དཔྱད་འདྲ་ཞིག་རྒྱག་གི་ཡོད་པས་ནི་ཚོས་དཔྱད་རེད་དེ་ཤ། དེ་ནི་ཨ་རིའི་གི་དམག་དོན་བློན་ཆེན་བྷེ་ཏྲ་ཧ་གྷ་སི་ཐན་གྱི་བཤད་བྱ་བྱས་ན། ཨ་རིས་ནི་ད་འདི་ཚོང་གི་གྲུ་སིང་ཆེན་པོ་གཉིས། ནི་དུ Straits of Hormuz བརྒྱུད་ནས་ནི་དུ་ཕྱིན་པ་རེད། དེ་ཡིས་ཨ་རིའི་གི་དམག་གི་གྲུ་གཟིངས་གི་སྲུང་སྐྱོབ་བྱས་པའི་ཐོག་ནས་འགྲོ་བ་ཡིན། ང་ཚོས་དེ་འདྲའི་སྒྲོལ་ཡོང་གི་རེད་ད་འཛམ་གླིང་ལུང་པ་མང་པོ་ཅིག་གིས་དེ་བརྒྱུད་ལ་ནི་ཐུ་ཐུ་བྱས་ནས་ད་སྒྲོལ་ཡ་གི་ཁ་ལོ་རེ་བ་རྒྱག་གི་ཡོད་རེད་ཟེར་ནས་དེ་འདྲའི་དཔྱད་གཞི་བཏེགས་ཀྱི་འདུག། ཡུ་ཀེ་རེན་སྲིད་འཛིན་ཛེ་ལན་སི་ཀི་གིས་ནི་ད་ལྟའི་ར་ཤས་ཀྱིས་ད་ཉེ་ཆར་དུ་ཕྱི་ཟླ་ལྔ་པའི་ཚེས་བརྒྱད་ཟླ་དགུ་ལ་དམག་མཚམས་ཞལ་གྱི་རེ་བ་རྒྱག་གི་ཡོད་པ་དང་ཡུ་ཀེ་རེན་གྱིས་ལྔ་དང་དྲུག་ལ་དམག་མཚམས་ཞལ་གྱི་རེ་བ་བརྒྱབ་པ་ན་ཞིག་ད་ལྟའི་ཡོང་གི་མེད་པར་གང་ལྟར་ར་ཤས་ཀྱིས་ཁ་ཚང་ཡང་དགོང་མོ་ཡར་ནི་དུས་སུ་ཡུ་ཀེ་རེན་གྱི་ས་ཆུ་ཁག་གཅིག་ལ་མི་ཕྱུག་པོ་འདི་སྐྱབས་ཆ་ནི་དུ་ས་མི་ཁ་ཤས་ཀྱིས་བསད་ཡོད་པ་ལྟར་དམིགས་སྐྱོན་བྱུང་པ་དེ་འདྲ་གས་ནི་ཚུལ་དཔྱད་བྱུང་པའི་ཐོག་ནས་ད་ག་འདྲ་ར་ཤི་ཡ་གི་བྱ་སྤྱོད་དེ་འཇིགས་སྐུ་རིང་ལུགས་བས་ཀྱི་བྱ་སྤྱོད་དང་གཅིག་པ་རེད། ཕྱོགས་གཅིག་ནས་ད་གནས་སྐབས་དམག་མཚམས་འཇོག་བྱ་ཡ་སྐད་ཆ་ཤེས་ཀྱི་ཡོད་དེ་ནི་ཁོ་རང་ཚོ་གི་དུས་ཚོད་ཡོལ་བུའི་སྒང་ལ་དམག་བརྒྱབ་ཀྱི་འདུག་ལབ་ཆ་གཅུན་གཅོད་བྱས་པས་ནི་ཚུལ་དཔྱད་རེད་དེ་ཤ།